ཡེ་ནས་ད་རི་ཁ་སང་རྣམ་ཤེས་དེ་དྲང་རུ་དྲང་རུ་འགྲོ། ལས་ཀ་དེ་བྲེལ་བ་ཚ་རུ་ཚ་རུ་འགྲོ། ཨ་ནི། མི་གཅིག་གིས་མ་ལྕོགས་ནི་ད། ལས་ཀ་ནང་ལ་མ་ཡོང་རང་ཡོང་འགྲོ་བ་ཅི་རེད་ཤ་མི་གཅིག་གཉིས་གཅིག་གིས། ཨ་ནི། དེ་ཡིན་དུས་ཙམ་པ་ལ་ད་ང་རང་ཡི་ཕ་ཨུ་ཚུགས་བརྒྱབ་ནས། ལས་ཀ་བྱེད་ངེས་དང་མཉམ་འདོགས་ལ་ཨུ་ཚུགས་བརྒྱབ་ནས་ལས་ཀ་བྱེད་བསྡད་ཡོད། ཨ་ནི། ད་ཕྱོགས་གཅིག་ནས་ལས་ཀ་དེ་ག་རེ་ཕྱིར་འབྱེད་དགོས་རེད་ཅེས་ཞུ་བ་ར་ཅི་ཡིན་ན་ལས་ཀ་དེ་ཨ་ནི་སོ་སོ་མི་ཚེ་དོན་དང་ལྡན་པ་ཅིག་སྐྱེལ་ཐུབ་ཡ་ཀུན་དགའ་དོན་གྲུབ་ཏེས་ཅིག་བསགས་ཐུབ་ཡ་དཔེ་ཤག་དང་མ་སོ་ན་ཏེས་ཅིག་བསགས་ཐུབ་ཡ་ཨ་ནི་ཀུན་དགའ་དོན་གྲུབ་ཏེས་སླེ་བ་ར་ཅི་ཡིན་ན་ཨ་ནི་མི་ཚེ་དེ་ཏེས་ཅིག་གི་ཡང་ནང་མི་དང་སོ་སོ་གི་ད་བསམ་པ་དེ་རོ་ཨ་ནི་ཨོ་ཅིག་མགྱོགས་ནས་མྱུར་དུ་རག་ཐུབ་ཡ། རུ་བ་སོ་སོ་ཀྱི་མ་འོངས་པའི་ཀྱི་མདུན་ལམ་དེ་བལྟས་ཅིག། དཔལ་འབྱོར་ལ་ཡ་དེ་མེད་ན། ཨ་ནི། དངོས་གནས་ཁོ་རང་སྤུན་སྤུན་རྒྱ་ཡིན་ན་ཡི་ད་གྲོགས་པོ་གྲོགས་པོ་གྲོགས་མོ་ད་ཕ་ཞག་ད་སྤུན་སྤུན་རྒྱ་ཡིན་ན་ཡི་ཨ་ནི་ཅིག། ནང་མི་གཅིག་ཡིན་ན་ཡི་ཕ་མ་གཅིག་གི་ཨ་ནི་གྲོགས་པོ་ནས་སྐྱེ་བ་ར་གཅིག་ཡིན་ན་ཡི་མི་འདོད། ཨ་ནི་དངུལ་ཡོད་ངེས་ད་དངུལ་མེད་ངེས་ལ་དུས་ཙམ་པ་ལ་བལྟས་ཅིག་གི་ཨ་ནི་ག་ལ་འོར་ད། མཐོ་དམན་ཏེས་ཅིག་ད་ཤོར་དགོས་རོགས་འདི། ད་ཁྱེད་ལེན་ན་འདྲ་མ་ལེན་ན་འདྲ་ང་རང་ཚོ་གི་དེ་དེ་ཟེར་གི་ད་འཛམ་བུ་གླིང་འདིའི་ནང་ལ་མི་ཚོས་གི་ཨ་ནི་བསམ་བློ་བཏང་བཏང་ད་མ་བཟོ་ན་ཨ་ནི་ཉེ་འཁོར་གི་ཨ་ནི་ཁོར་ཡུག་ཁོ་རང་དེ་འདྲའི་འདྲ་བོ་ཅིག་ནང་ལ་བསྡད་ཡོད་དུས་བརྩམས་པ་ལ་ཨ་ནི་ཅིག་སོ་སོ་ངོ་ནས་གང་དྲག་དྲག་བྱེད་དགོས་ཡ་ཅིག་དང་གཉའ་ཆག་མོ་དགོས་ཡ་ཅིག་དང་ཨ་ནི་སོ་སོ་ཐ་ན། ད། སྤུན་སྤུན་རྒྱལ་ཡིན་ན་ཡང་མི་འདུག་ཡ་མཐོང་ཆུང་ཅིག་གི་བར་ལ་མ་ཤོར་ཡ་གི། སྤུན་སྤུན་རྒྱལ་གི་མཐོང་ཆུང་བཏང་ཡ་དེ། སྤུན་སྤུན་རྒྱལ་སྤྱི་ཁོག་གི་ནོར་འཁྲུལ་མ་རེད། བ། གྲོགས་པོ་གྲོགས་མོ་སྤྱི་ཁོག་གི་ནོར་འཁྲུལ་མ་རེད། སོ་སོ་ངོས་ནས་ཐུ་ཤོར་འགྲོ་ནས་ཨ་ནི་དེ་ལ། གནས་སྟངས་དེ་འདྲ་ཅིག་གི་ནང་ལོགས་ལ་ལྷུང་ཡོང་དུས་ཙམ་པ་ལ་ཨ་ནི་འདི་རང་བཞིན་གྱི། འཐུས་ཤོར་ལ། འཐུས་ཤོར་གྱི་རྣམ་པ་འདྲ་བོ་ཅིག་ལ་འགྲོ་བསྡད་ཡ་འདྲ་བོ་ཅིག་ཆགས་སྐོར་རེད་ད་འདི་དངོས་གནས་དང་ར་བ་ཁ་གཏད་ཀྱི་མི་ཁ་ཤས་ཅིག་ཡང་དེ་འདྲས་ཡོང་གི་མ་རེད་ལ་ནི་གཉིད་ལམ་གཉིད་ལམ་གྱི་འཛམ་བུ་གླིང་ནང་ལོགས་ལ་དེ་དེ་ངས་ཡིན་པ་ར་ཅིག་ཡིན་ན་ད་ཁྱེད་རང་གི་སྤུན་སྤུན་རྒྱག་དང་གྲོགས་པོ་གྲོགས་མོ་དེ་འདྲས་ཡིན་གྱི་རེད་མ་ད་ང་ཚོ་ཡག་པོ་ཡོད་ལ་སྲིད་ཀྱི་རེད་ར་བ་ཡིན་ནས་སྤྱི་བཏང་གི་མི་ཚེ་ནང་ལོགས་ལ་ད་ལོ་བཞི་བཅུ་ཞེ་གསུམ་སླེ་ཡོད་འདུག་ཙམ་པ་ལ་ཨེ་འདྲས་བྱས་ནས་མིག་དང་མ་སོན་ན་ཅིག། ནམ་རྒྱུན་ང་ཚོ་མིག་གཉིས་དང་འབྲུག་འོར་བ་ད་སེམས་པ་ལྡིང་ནས་ཡང་མིག་ཡང་སྐྱོ་ཞེན་པ་ཅིག། ཅིག་ཉམས་མྱོང་འགའ་ལ་མིག་ཅིག་གླེགས་ཡོང་གི་འདུག་འདི་ཉམས་མྱོང་འདི་གིས་ག་རེ་ལ་གི་འདུག་ལ་ན་སོ་སོ་ལ་ཆ་མ་སོ་སོ་ལ་མ་ཆ་བ་ར་ཅིག་ཡིན་ནའི་སོ་སོའི་གི་ཉེན་ཁོར་ལ་ཨ་ནི་དེ་འདྲའི་འདྲ་བོ་ཅིག་མང་པོ་ཅིག་ཆགས་ཡོང་གི་བརྩམས་པ་ལ་ད་དོན་དག་རྡོག་རྡོག་དེ་ངས་ག་རེ་ཞུ་གི་ཡོད་ཞུ་བ་ར་ཅིག་ཡིན་ན་ཁྱེད་རང་ཚོ་དཔལ་འབྱོར་གང་མང་མ། བསྡུ་རུབ་བྱེད་བསྡུ་ཡ་བྱེད་དང་དཔལ་འབྱོར་དེ་གནས་དཔལ་འབྱོར་བཟོས་དགོས་ཡ་དེ་དཔེ་གལ་ཆེན་པོ་རེད་ཤགས་རོ་ཨ། བོད་རྩ་དོན་ལ་ཡིན་ན་ཡང་གལ་ཆེན་པོ་རེད་ཤགས་ཨ་ནི་སོ་སོའི་མི་ཚེ་ལ་ད་དེ་བས་ཀྱང་གལ་ཆེན་པོ་བྱས་ཨ་ནི། གཅིག། ད་ང་རང་ཚོ་དཔལ་འབྱོར་བཟོས་ཡ་ལ་རྒྱུ་མཚན། སོ་སོ་ངོས་ནས་ད་དཔལ་འབྱོར་རྐུབ་ལ་རྒྱུག་དང་རྒྱུག་བཞིན་པ་རེད་དེ་ན་བཞིན་གྱི་དཔལ་འབྱོར་བཟོས་དགོས་ཡ་གྱི་རྒྱུ་མཚན་རྒྱ་གར་མོ་ཆེན་གྱི་ད་ང་ཚོ

ཨང་རྟགས་ང་རང་ཚོ་བོད་པའི་གི་སློབ་སྦྱོང་ཐོན་ངེས་སློབ་གྲྭ་ཆེན་མོ་ལ་འགྲོ་ངེས་ཨ་ནི་གཅིག། ཚན་རིག་གི་ཐོག་ནས་བོད་པ་ག་ལ་གང་འཚམ་ཅིག་སླེབས་ཡོང་གི་འདུག་ཨ་ནི་ནང་པའི་གི་ལྟ་གྲུབ་དང་ཆོས་ཕྱོགས་ཀྱི་ངོ་ནས་འཛམ་བུ་གླིང་གི་ཨ་ནི་མི་གི་ཨ་ནི་ཀུན་སྤྱོད་ཀྱི་ངོས་ནས་ད་བོད་པ་འདི་ག་ལ་གང་འཚམ་ཅིག་ཡག་པོ་ཆགས་ཡོད་རོ། ད་བོད་པ་ནང་ལོགས་ལ་མི་ལེ་ནེར་ལ་ཡ་ཅིག་ཡོད་རོ་ང་ཚོའི་གི། ད། དཔལ་འབྱོར་ཡོད་ངེས་ཕྱུག་རྟགས། ཕྱུག་རྟགས་འདི་མང་པོ་ཅིག་ཡོད་རེད་ལགས་འོར་ད་ང་ཚོ་སྐྲག་ལང་སིང་གི་སྐད་ཆ་འདི་ག་རེད་ཕྱུག་རྟགས་ཁོ་ཕྱུག་པོ་རེད་ཁོ་ནང་མི་ཡག་པོ་རེད་ཁོ་ཕྱུག་པོ་ཡོད་རེད་ཁོ་ཕྱུག་པོ་ཡོད་རེད་ལ་ནི་ཡིན་ནས་ད་འཛམ་བུ་གླིང་གི་སྡིངས་ཆ་ག་ལ་མཉམ་དུ་ཡས་ཅིག་དང་འཛམ་བུ་གླིང་གི་ཨ་ནི་ག་ལ་འོ་རེད་ད་གྲངས་ཀ་ནང་ལོགས་ལ་ང་ཚོ་དེ་མི་ལེ་ནེར་ལ་ཡོར་བ། འོན་ཏེ་འདི་གའི་གྲངས་ཀ་ནང་ལོགས་ལ་བོད་པ་དེ་དཔལ་དཀོན་པོར་བ་འདི་ཡིན་དུས་ཙམ་པ་ལ་དཔལ་འབྱོར་གྱི་སྟེང་ལ་ང་རང་ཚོ་བོད་པ་དེ་འཐུས་ཤོར་ཞིའུ་འགྲོ་བ་དང་ད་ལྟ་བྱིས་ལུས་ཞིའུ་ཐེ་ཐེ་ཡོད་སྐྱོ་སྟེ་བརྒྱ་ཆ་བརྒྱ་ནས་བརྒྱ་རེད་རོ་བ་འདི་ཡིན་དུས་ཙམ་པ་ལ་ང་རང་ཚོ་གོང་ས་མཆོག་གི་མི་ལི་ནེར་མང་པོ་ཅིག་འགོ་དུ་སོང་ཡ་དེ་ལ་བསམ་བློ་ཡག་པོ་ཅིག་བཏང་བ་ར་ཅིག་ཡིན་ན་མ་ཉེས་ནས་བསམ་བློ་བཏང་ཡ་ལངས་ནས་བསམ་བློ་བཏང་བ་ར་ཅིག་ཡིན་ན་དེ་ལ་གོ་རྒྱུས་ཆེན་པོ།

དངོས་གནས་འཛམ་བུ་གླིང་གི་སྡིངས་ཆའི་ཐོག་ལ། ཁྲིམས་དང་མ་འགལ་བའི་ཐོག་ནས་དཔལ་འབྱོར་གྱི་ཐོག་ལ་ཤུགས་རྒྱག་དགོས་ཡ་ཅིག་དང་གཅིག། འདི་གལ་ཆེན་པོ་མཐོང་གི་འདུག་མི་ལི་ནར་མང་པོ་ཡོང་དགོས་རེད་བྱས། རོ་ཨ་ཡ་ད་རིང་ཁ་སང་འཛམ་བུ་གླིང་ཚང་མ་ཕྱུག་བདག་དེ་ཚོ་དཔལ་ནཱ་འདྲ་བོ་ཅིག་ཡིན་ན་ཨ་རི་འདྲ་བོ་ཅིག་ཡིན་ན་ཨེ་ལོན་མཱ་སི་ལགས་ཡིན་རོ་ཨ། གན་དྲེ་སིང་རྒྱ་སི་ད་ལོ། ཁོ་ཟིང་རྒྱ་གོས་ཁོ། ཁོ་ལ་ཆབ་སྲིད་ཀྱི་ཨ་ནི་སློབ་སྦྱོང་ཆེན་པོ་དེ་འདྲ་ག་ཡོད་མ་རེད། ཁོ་གཅིག་འཛམ་བུ་གླིང་གི་དཔོན་པོའི་གི་ཨ་ནི། རྒྱལ་ཁབ་སྐྱོང་ཐུབ་ཡ་དང་དེ་འདྲའི་གི་ཁོ་ལ་ཉམས་མྱོང་ག་ཡོད་མ་རེད། ཡིན་ནས་ད་ལོ་གི་ཨ་ནི Donald Trump ཐོབ་དུས་ཙམ་ཐོབ་ཡ་དེ་ཨ་ནི་ཁོ་རང་གི། ཤུགས་རྒྱ་ཡ་དེ་དཔལ་འབྱོར་ངོས་ནས་ཤུགས་རྒྱ་རོ། ཁོ་ཕྱུག་བདག་རེད། དཔལ་འབྱོར་ཡོད་རེད། ཁོ་ལ་མིང་ཡོད་རེད། མཚན་སྙན་གྲགས་ཡོད་རེད་ལ་ནི་ཨ་ནི། དེ་ཡིན་དུས་ཙམ་པ་ལ་དཔལ་འབྱོར་བཟོས་དགོས་ཡ་དེ་དཔེ་གལ་ཆེན་པོ་རེད་ཤག་བསམ་གི་འདུག་རོགས། ད་འདི་ད་རིང་གི་རྩིས་གཞི་དེ་ད་ང་རང་ཡིན། ད་ང་ལས་ཀ་བྱས་ནས་ད་ལྟ་ལང་ཀ་དེ་མ་བཟོ་ན་དེར་ལང་ཀ་ག་ལ་མིས་བལྟ་ལ་ཡི་འདུག་ད་ང་འདི་དོ་སྣང་དེ་ལང་ཀ་ལ་བྱེད་དགོས་དུས་ཙམ་པ་ཁྱོད་རང་ཚོ་གི་ཡི་གེ་མང་པོ་ཅིག་ཀློག་ཐུག་མ་རོགས། ད་དེ་འདྲ་ཡིན་དུས་ཙམ་པ་ལ་ང་ཞེད། ད་རིང། ངེད་ཀྱི་ཀོན་སེར། Concert། ཉིན་མོ་ཡིན་ལ་འདུག།

ཁོ་ཚོ་ལ་འདི་ཡོད་ད་ག་ལ་འོ་རེད། ང་གྲྭ་བ་ལོ་ཡས་ཀྱི་ཅིག་འདི་ཡིན་ད། ང་ང་གྲྭ་བ་ལོ་ཡས་ཀྱི་རོ། འདི་ཁོ་ཚོའི་གི་བྱིས་ནས་ལོག་སྤྱོད་སོ། ང་གོམ་པ་ལ་ཡོད་དུས་ཙམ་པ་ལ། དིལ་བ་ལེ་ལ་ཡའི་པིག་ཅར་འདྲ་བོ་དང། ཨ་ནི། ཨ་ཅེ་དེབ་དགོན་གྱི་པིག་ཅར་མང་པོ་ཞུ་སླེར་རོ།

ཡིན་ནས་ད་ཏོ་རོ་མོ་རོ་ཞིག་ཡིན་ད་ཏོ་རོ་མོ་རོ་ད་རེས་ས་སྤེན་པ་ཡིན་དུས་ཙམ་མ་ང་ཡ་དེ་ནས་ཡང་སྐར་མ་བཞི་བཅུ་འགྲོ་གོ་འདུར་བ་དེ་ཡིན་དུས་དུས་ཚོད་ལྷོད་ལྷོད་ཕྱིན་ནས་མི་འདོད་ཏོ་རོ་མོ་རོ་རང་ཡིན་ད། ཨ་ནེ། ཨ་ཅེ་དེ་ཁོན་ད་ཁོ་ཚོ་སྐབས་ལ་ད་རྫིང་ཡ་དེ་ཁེལ་བ་ཆགས་སོ་རོ། ད་དེ་ནས་མ་ལེ་རོ་ཀ་ཇལ་ད་ཤ་རུ་ཁན་གཅིག་ལེན་ཡིན་དུས་ཙམ་པ་ལ་དར།

ད་ཡིན་མི་ཚེ་སྐྱ་བོ་མི་ཚེ་འདི་སྐྱིད་བོ་ཞི་བོ་ཡོད་རེད་བསམ་སོང་ངས་མི་སྐྱ་གི་མི་ཚེ་འདི་སྐྱིད་སྟོབས་ཧོ་ཞི་བོ་མཐོང་གི་ཡོད་ད་བྱིན་བླ་ན་ལོ་དྲུག་ནས་དགོན་པ་ལ་འཛུལ་རེད་ལོ་ལྔ་དྲུག་ནས་དགོན་པ་ལ་འཛུལ་དུས་ཙམ་པ་ལ་ཨ་ནི་དེ་འདྲའི་མཐོང་ཡ་ར་ཡོད་མ་རེད་བ་གང་གོ་ཅི་ད་ཧང་སང་ཧོན་འཐོར་ཨ་ནི་བེད་ཁོ་རང་ད་འདི་མི་ཚེ་འདི་སྐྱིད་བོ་ཞི་བོ་མཐོང་སོང་དགོན་པ་ནང་ལོ་ལ་བསྡད་དཔེ་ཆ་འདོན་ཞོ་གན་ཆུ་ཚོད་ལྔ་བ་ལ་ལངས་ཡར་འགྲོ་རྒན་བཟའ་ཉེ་ད་ར་ཡར་འགྲོ་མར་འགྲོ་ཕྱི་དེ་བ་ལས་ད།